ཁ་སང་དེའི་ནུབ་མཚན་ནང་གཅིག་པ་རེད། འདི་འདི་ནང་ལོགས་ལ་དེ་ཚན་གཉིས་ཡོད་རོ། དེ་ཚན་དང་པོ་དེ་རྐྱང་པའི་དེ་ཚན་གཅིག་དང་དེ་ཚན་གཉིས་པ་དེ་མཉམ་བསྲེས་དེ་ཚན་གཅིག་རོ། རྐྱང་པའི་དེ་ཚན་དེ་ནང་ལོགས་ལ་དེ་ཚན་གཅིག། མཉམ་བསྲེས་དེ་ཚན་ནང་ལོགས་ལ། དེ་ཚན་ཚང་མ་འབྲེལ་འཇོག་བྱས་ཨོ་ཐུག་སོད་རེད་རོ། དུམ་མཚམས་ཐུང་ངུའི་རིགས་བྲིས་ཚུལ་ལས་ར་ལྟ་དུར་རྩིས་ལ་དེ་འཛིན། རེའི་ནང་ལོགས་ལ་དུམ་མཚམས་བྲི་བའི་སྐབས་སུ་དུམ་མཚམས་ཐུང་ཐུང་དེ་འདྲའི་རིགས་བྲི་ཡ་གི། ག་འདྲའི་བྲི་དགོས་ཡོད་མེད་ཞིག་རེད། ད་དུར་འཛིན་རེ་རེ་ཟེར་ན་ད་དེ་འཛིན་རེ་རེ་ལ་ནི་ག་འདྲ་ཞིག་ལ་བ་ལ་ན་དཀར་པོ་ལས་དཀར་བ་དཀར་ཤོས་དེ་ཚོ་གསུམ་དེ་ལ་དེ་འཛིན་གཅིག་བྱས། བཟང་པོ་ལས་བཟང་བ་བཟང་ཤོས་དེ་ཚོ་གསུམ་ལ་དེ་འཛིན་གཅིག། ནག་པོ་ལས་ནག་པོ་ནག་ཤོས་དེ་ཚོ་གསུམ་ལ་དེ་འཛིན་གཅིག། དེ་འདྲའི་ཅི་དེ་བཞིན་ཅིག་བསླང་བར་བྱ། ཨེ་ནས་དེ་ཚོ་དཔེར་ན་དཀར་པོ་ལས་དཀར་པོ་ལས་དཀར་བ་དཀར་ཤོས་འདི་གསུམ་འདི་བེད་སྤྱོད་བཏང་ནས་དུམ་མཚམས་བཟོས་ན་ཨེ་དེ་དུམ་མཚམས་དེ་རྐྱང་པ་དུམ་མཚམས་རྐྱང་པ་བྱ་རེ་རོ། ཨེ་ནས་ད་དཔེར་ན་ད་ང་འདི་སེམས་ཅན་ནང་ནས་ཁྱི་ལ་དགའ་པོ་ཡོད། ཁྱི་ཡི་ནང་ནས་ཁྱི་དཀར་པོ་ལ་དམིགས་བསལ་དགའ་པོ་ཡོད་པ་ལྟར་ང་ལ་ཁྱི་དཀར་པོ་ཆུང་ཆུང་ཅིག་ཡོད། ངའི་ཁྱིམ་མཚེས་ལ་ང་ལ་ཡོད་པའི་ཁྱི་ལས་དཀར་བ་ཡོད། ལས་དཀར་བ་ཟེར་ཏོ། འདི་ལས། ཁྱི་ཚང་མའི་ནང་ནས་ཁྱི་དཀར་ཤོས་ནི་ང་ཚོའི་གྲོང་ཚེའི་འགོ་དཔོན་ལགས་ཀྱི་ཁྱི་རེད་ལྟ་བུ་ཟེར། ད་དེ་ནང་ལོགས་ལ་དཀར་པོ་བྱས་ལས་དཀར་བ་བྱས་དཀར་ཤོས་བེད་སྤྱོད་བཏང་སོ་དེ་ཚོ་གསུམ་བེད་སྤྱོད་བཏང་བའི་ཐོག་ནས་དུམ་མཚམས་སུ་ཡོད་དེ་ལ་རྐྱང་པའི་རྐྱང་པའི་དུས་མཚམས་དུམ་མཚམས་ལས་རེད་རྐྱང་པ་ལས་རེད། དང། གཉིས་པ་དེ་དེ། གཉིས་པ་དེ་ནང་ལོག་པས་ཚན། ང་ནི་སྐྲ་ནག་པོ་ལ་ག་བུ་ཡོད་ཀྱང། ངའི་སྐྲ་ནི་གསེར་སྨུག་ལྟ་བུ་ཡོད་ཟེར་བ། ངར་སྐྲ་ནག་པོ་ཡོད་ཟེར་བ། ངས། སྐྲ་ནག་པོ་ལ་ག་བུ་ཡོད་ཟེར་བ། ཡིན་ནས། ངའི་སྐྲ་དེ་གསེར་སྨུག་རེད་ཟེར་བ། ངའི་སྐྲ་ནག་པོ་བཟོ་ཐབས་མང་པོ་བྱས་ཀྱང་ཕན་ཐོགས་གང་ཡང་མ་བྱུང། ད་ངས། ང་རང་གི་སྐྲ་ནག་པོ་བཟོ་ཡ་ལ་ཐབས་ཤེས་མང་པོ་བཏང་ཡིན། ཕན་ཆད་ཐོགས་མ་སོང། གཅུང་མོའི་སྐྲ་ནི། ངའི་གཅུང་མོའི་སྐྲ་ནི་ངའི་སྐྲ་ལས་ནག་བས། རེད་ད་ཁོ་རང་ཁོ་རང་གི་གཅུང་མོ་ཞིག་རེད་བ་དེ་གཅུང་མོ་གི་སྐྲ་དེ་ཁོ་རང་གི་སྐྲ་ལས་ནག་བ་ཡོད་རེད། ང་ཚོ་ནང་མི་ཡོངས་ནས་སྐྲ་ནག་ཤོས་ནི་གཅེན་མོའི་སྐྲ་རེད་ང་ཚོ་ནང་མི་ཚང་མའི་ནང་ནས་སྐྲ་ནག་ཤོས་དེ་གཅེན་མོ་གི་རེད་ཨ་ཅག་སྐྲ་དེ་རེད། ཁོང་ནི་སྐྲ་ལ་དོ་སྣང་ཆེ་བ་མ་ཚད་དག་ཆས་ཀྱང་ཡག་པོ་བྱེད་མཁན་ཞིག་ཡིན་འོ་དེ་འདྲའི་ཞིག་དུམ་མཚམས་བྲིས་སོང་ན་འདི་ལ་ཡ་རྐྱང་པའི་དུམ་མཚམས། ཨ་འདིའི་ནང་ལོགས་ལ་ཡང་དུར་ཚིགས་ག་རེ་ཡོད་དམ་ནག་པོ། ལས་ནག་པ་ནག་ཤོས་སུ་འགྱུར་རོ། འོག་ཏུ་བེད་སྤྱོད་བཏང་དགོས་ར། ཚིགས་མཉམ་བརྩེ་བྱས་ནས་དུམ་མཚམས་བྲི་སྟངས་དེ་རེད། དུར་ཚིགས་མཉམ་བརྩེ་ལ་ན་ཨ་ནི། ད་དཔེར་ན་འདི་དང་དུར་ཚིགས་ནང་དུར་ཚིགས་དེ་ཚན་མི་འདྲ་བའི་རིགས་མཉམ་བརྩེ་བྱས་ཏེ་ད་དུར་ཚིགས་དེ་ཚན་དེ་ཚན་དེ་ཚན་དེ་འདྲའི་དབྱེ་བ་ཕྱེས་པ། འོག་དེའི་ནང་ཆེན་ད་དེའི། མཉམ་བསྲེས་ལ་བས་ན་སྡེ་ཚན་རེ་རེའི་ནང་ལོ་ནས་གཅིག་གཅིག་གཅིག་མ་ཟུར་འདོན་བྱས་ནས་བརྗོད་པ་དྲིས་ཟེར་རོ་དེ་ལ་ཡང་མཉམ་བསྲེས་དེ་དཔེར་ན་བཟང་ཤོས་གཞན་ཤོས་ལས་གཞན་པ་མཁས་ཤོས་དགའ་བོ་ད་དེ་ཚང་མ་སྡེ་ཚན་རེ་རེ་ནས་རེ་རེ་རེ་རེ་མ་ཟུར་འདོན་བྱེད་རྒྱུ་རེད་ད་བཟང་ཤོས་སྒྲུབ་བྱེད་ན་བཟང་བ། ལས་བཟང་བ་བཟང་ཤོས་ཟེར་བ། འོ་འཛིན་འདི་ནང་ལོག་ཉེས་ད་བཟང་ཤོས་མ་བཟོས་དོན་ཅི། དེ་གཞན་ཤོས། ལས་གཞན་པ། འོ་ད་འདི་ཚོ་ཚང་མ་ག་རེ། མ་ཚང་མ་ཀྲེ་རེ་བཏང་ནས། དུམ་ཚོམ་འབྲི་ཡོད་ཚེ་ལ། མཉམ་བསྲེས་སྡེ་ཚན་ཟེར་བ། ལོ་རིམ་དྲུག་པ་ཡོངས་ཀྱི་ནང་ནས་ང་ཚོས་འཛིན་གྲྭ། སྤྱོད་པ་བཟང་ཤོས་དེ་ཡིན་ཡང། ཤེས་ཡོན་ནི་ང་ཚོའི་འཛིན་གྲྭ་གཞན་ཤོས་དེ་རེད་ལ། གཙང་སྦྲ་ཡང་ལོ་རིམ་ལྔ་པ་ལས་གཞན་པ་ཡོད། ང་ཚོར་སློབ་གྲྭའི་ཡག་པོ་མང་པོ་ཡོད་ལ། ང་ཚོའི་འཛིན་གྲྭའི་འགན་ལ་རྩེད་མོ་ཁད་ཤོས་ཡིན། རྒྱུ་མཚན་དེ་ལ་བརྟེན་ནས་ང་ཚོའི་འཛིན་གྲྭའི་སློབ་གཉེར་བ་རྣམས་རྩེད་མོ་ལ་ཧ་ཅང་དགའ་པོ་ཡོད་སྟབས་འདི་གནང་རོགས་ལ། ག་རེ་བྱས་ན་འཛིན་གྲྭ་ང་ཚོ་ཚོའི་འབྲུག་པ་ཚང་མའི་ནང་ནས་སྤྱོད་པ་ཡག་ཤོས་དེ་རེད། སློབ་སྦྱོང་སྐྱོ་ཤོས་དེ་རེད། ད་གཙང་སྦྲ་ལ་ཆ་བྱས་པས་ན་གཙང་སྦྲ་དེ་སྔོན་མ་ལོ་རིམ་ལྔ་པ་ལས་བསྒྱུར་ཡོད། ད་ལྟའི་འབྲེལ་ཡོད་ལམ་དབང་མ་དང་དེའི་དཔེ་མཚོན་དུ་བྱེད་འབྲེལ་རོགས་དཔེ་མཚོན་དཔེ་མཚོན་རྒྱག་པོར་བལྟ། འདི་དང་རང་བཙན་དྲ་དྲུག་པ་དེ་སྡུག་ཅག་དང། ཨ་ནེ་ག་ཚོད་བཞི་བོ་ཅིག་གཙང་སྦྲ་མེད་པ་དེ་འདྲས་རང་ལབ་པོ་མ་རེད་འདི་དཔེ་མཚོན་རང་རེད་ར། ད་ང་ཚོར་སློབ་དགེ་ཡག་པོ་མང་པོ་ཡོད་ཡོད་པའི་ནང་དོན་ནི་ང་ཚོ་འཛིན་གྲྭ་དེ་དགེ་ལ། ང་ཚོ་འཛིན་གྲྭ་དགེ་ལགས་དེ་རྩེད་མོ་ཁད་ཤོས་དེ་རེད། རྒྱུ་མཚན་དེ་ལ་བརྟེན་ནས་ཨ་ང་ཚོ་འཛིན་གྲྭའི་དགེ་སློབ་གཉེར་བ་སློབ་གཉེར་བ་ལ་སློབ་ཕྲུག་ཚང་ཚིག་ལ་འོ་ར། བཙན་བྱོལ་བོད་མི་ཞིག་དགའ་བོ་ཡོད་ཧ་ཅང་དགའ་བོ་ཡོད་ཟེར་ནས་རེད་ལ། ད་ག་རེ་བེད་སྤྱོད་བཏང་སྐོར་ལས་ན། ཆེ་ཤོས་ལས་ཆུང་བ་ལས་བརྟན་པ་དགའ་ཤོས་ད་འདི་ཚོ་གསུམ་བེད་སྤྱོད་བཏང་ནས་འདི་ཚོ་བཞི་བེད་སྤྱོད་བཏང་ནས་ཨ་ནེ་དེ་རེད་དཔེ་མཚོན་བཟོས་བས་ན་ས་ཡི་གོ་ལ་འདིའི་སྐམ་སའི་སྟེང་གི་སེམས་ཅན་ཆེ་ཤོས་ནི་གླང་ཆེན་ཡིན་ཡང་ཀླད་པ་ནས་མིའི་ཀླད་པ་ལས་ཆུང་བ་ཡོད་ཟེར་བ། ལྟ་དེ་ན་ཆེ་ཤོས་དང་ལས་ཆུང་བ་སན་ལེས་བ། ས་ཡི་གོ་ལའི་སྐམ་སར་སྟེང་གི་སེམས་ཅན་ཆེ་ཤོས་ནི་ལེར་བ། ཆེ་ཤོས་དེ་དུར་ཚིགས་ལ་བ་ཆེ་ཤོས་ནི་གླང་ཆེན་རེད། ཡིན་ན་ཡང་གླང་ཆེན་གྱི་ཀླད་པ་དེ་མིའི་ཀླད་པ་ལས་ཅུང་མ་ཡོད་རེད། སྤྱིར་གླང་ཆེན་ནི་ཀླད་པ་ཆུང་ཆུང་ཡིན་ཡང་དྲན་ཤེས་ནི་སེམས་ཅན་མང་པོ་ཞིག་ལས་བརྟན་པ་ཡོད། སྤྱིར་བཏང་གླང་ཆེན་གྱི་ཀླད་པ་དེ་ཆུང་ཆུང་རེད། ཡིན་ན་ཡང་དྲན་ཤེས་དེ་ག་འདྲ་ཡོད་རེད་ལ་སེམས་ཅན་མང་པོ་ནས། བསྟན་གྱི་རིགས་བསྟན་པ་ཡོད་ལ་ཨེས་ལས་ལོ་ལས་བསྟན་པ་ཨས་ལས། གླང་ཆེན་གྱི་ཟས་ག་ཤོད་ནས་སྨྱུག་གསེར་གྱི་རིགས་བྱས་ཏེ་གླང་ཆེན་གྱི་ཁ་ལག་རྟ་ཁ་ལག་ཁ་ལག་ཞག་ཤོད་ག་ཤོད་དེ་སྨྱུག་མའི་རིགས་དེ་སྨྱུག་གསེར་ལས་དེ་རིགས་དེ་རེད་ཨེས་ལས། ངོ་ལྟ་ཐུགས་སུ་མ། དེ་ནང་ལོ་ལ་ག་རེ་འབའ་ཞིག་བཏང་བ་རེད་ལྟ་ན། ཆེ་ཤོས་ལས་ཆུང་བ་ལས་བསྟན་པ་ག་ཤོད་ཐུགས་སུ་མ་ཆུད།